ལ་སོགས་སྙོམས་བརྟེན་པ་ཐམས་ཅད་ལ་ནི་འོམ་བཞི་ནི་བི་སྣང་གསལ་ཡི་ལྡི་ལི་ག་སྐབས་ཀ་ནི་འོ་ནས་ཀྱི་བར་སྣང་གམ་གའི་གདུང་ད་ནི་ལྷ་ཚོགས་ཧང་ད་གན་གའི་ཤར་ཨོ་བི་ཡ་དབ་ད་འདི་ནི་ལ་སྙོམས་ལྷ་ཚོགས་སྙོམས། རེ་ན་ཧེ་རུ་ཀ་ད་ནི་ནི་འུ་ནུ་ལྷ་ཚོགས་ཀའི་ཤར་ཨོ་བི་ད་ནི་ཀྱི་ལ་སྙོམས། རེ་ན་ཧེ་རུ་ཀ་ད་གན་ག་ལྷ་ཚོགས་ཀའི་སྐུ་གདུགས་ཀ

ཨེ་ལོ་ཀ་སམ་དང་གཡོན་ལོ་ཀ་སམ་ཅག་བདག་གི་བ་ལ་ནི་ཕྱག་གཡས་ལོ་ཀ་ག་ཤོ་སྨྱོ་ནས་སམ་ག་ནང་གི་དང་པོ་ག་ཤོ་སྨྱོ་ནས་ཀྱི་ནོར་བུ་དུར་རྣམ་པ་ཅག་བདག་གི་བ་ལ་སྨྱོ་ནས་ཀྱི་བར་ག་ག་ཕྱག་ག་ཤོ་ཁ་བཀྲམ་དུར་རྣམ་པ་ཅག་སྨྱོ་ནས་ཀྱི་ཐ་མ་ག་ཕྱག་ག་ཤོ་བེ་ཅོན་དུར་རྣམ་པ་ཅག་བདག་གི་བ་ལ་སྨྱོ་ནས་ཀྱི་གཡོན་ལོ་ཀ་བུ་ཕྱག་སམ་ཅག་མི་འོ་ན་ག་ཕྱག་སམ་གའི་དང་པོ་ག་ཕྱག་ག་ཤོ་བེང་བུ་དུར་རྣམ་པ་ཅག་སྨྱོ་ནས་ཀྱི།

པའོ། ལུས་སྤུ་གར་མི་འོ་ནད་ཀྱི་ཤོག་སྤུ་ལེགས་པའོ་ནི་ཡོངས་ཀྱིས་སེ་སེ་ཨའོ་ནི་ཞལ་གྱི་རྐན་བུ་ཧང་ཅིག་པའི་རགས་ཐ་དེ་ནི་སེ་སེ་ལྗོབ་ལྗོབ་དང་ཧ་ཧ་ཧུ་ཧུ་ག་རྐན་བག་ཅིག་པའི་དང་དེ་ནི་འུ་ནུ་ལྟ་བུ་ནི་རྐན་བག་བུ་ན་མེ་བཟའ་མའི་རང་ནི་ན་ཐ་བ་ཙམ་དུར་གྱི་རང་ནི་ཤ་རང་ཐམས་ཅད་གས་སྟེ་ལེ་ག་ལྟ་བ་ཨ་ནི་ན་ཏེ་བོབ་སྟེ་ལེ་ག་ལྟ་བ་རྐན་ཤུག་བུ་ལྟ་བུ་ཅིག་ནི་གའི་དོང་དེ་ནི་ལྷ་མཚོ་ཇོལ་མ་གམ་ནས་ནི་ར་ང་དང་ཤར་བ་གམ་ནས་འོད་ཟེར་བག་བུ་ནི་ན་མེ་བཟའ་མའི་མིང་གི་དབང་རང་ཚར་པའི་མར་བ་ག་འོད་ཟེར་ཤར་བ་ལས་བཏགས་ཡོད་ལ། ནི་འོད་ལུས་ལྟ་བུ་འོད་ཟེར་ཤར་བས་ཀ་ཁབ་ཀ་རང་ག་ལས་དང་ནན་རྨོངས་པ་འཆི་བ་ཀ་སྟོབས་ཀྱིས་ནི་བ་ནི་ནི་ལྷ་ཚོགས་ཀྱི་བ་ཀུན་མ་གཡོ་བ་ནི་ནི་ཡོངས་དག་པ་ཁྱེད་ནི་ནི་ག་འདི་ལས་འདི་ལ་མ་འདའ་བ་དེ་ཨ་ནི་པྲ་ཏཱ་ས་ཏྭ་བུ་འདའ་བ་ཨན་བྷ་ལེ་བདག་གི་བ་ལ་ནི་འོ་ན་ཀ་ཁབ་ཀ་རིག་པ་འབྲིང་ནི་གསོལ་བ་བཏབ་བྱུང་བ་ནི་ལྷ་ཚོགས་ཀྱི་བུ་གའི་ཞལ་མཇལ་བ་ཀ་ནི་ནི་འདུ་འདའ་བ་བ་ཡོངས་ཀྱི་སྲིད་རྩེའི་ཨ་བ་མཇལ་བྱ་ཀི་ལ་ཏི་ཀི་ནི་བུ། ནས་ལྷ་ཚོགས་བརྒྱད་པོ་གས་ཞུ་ཧང་གི་གྲུར་ཐོ་ཐོར་གི་ལས་འགའ་བསྟན་ཏེ་ནི་ལ་ནས་ཨེ་དེར་མ་ཐམས་ཅད་ལ་ཤི་ནས་མི་སྣང་བཞི་བང་དུ་དེ་ལས་ག་གབ་ག་རེན་ཨ་ཡ། རིན་ཆེན་འབྱུང་ལྡན་ད་ནི་ལྷ་ཚོགས་འདུར་བྱ་མི་འུ་ནུ་གི་གྲུར་ནི་འབྱོན་མ་ཐུབ་གི་ལ་བདག་གི་འོ་ན་འོ་ནས་ཀྱི་ཨེ་དེར་མ་ཐམས་ཅད་ཤི་ནས་མི་སྣང་བཞི་དེ་ལས་གབ་ནི་ཨེ་ཨ་ཡ། རིན་ཆེན་འབྱུང་ལྡན་ག་ལྷ་ཚོགས་བརྒྱད་པོ་གས་ཤར་བྱ་མི་ནི་ནི་ཅི་འོ་ན་ལྐུགས་པར་ག།

གྲོགས་ཐུར་དེ་ན་ནི། པིན་པིན་ཆ་མ་ལ་ཆོ་ལེ་ཕ་ཡི་མ་ལ་ཟ་ལེ་ཏོ་མ་ལ་ཡེ་ལེ་ཁ་མུག་མ་ལ་འོ་མ་ངམ་བཟང་ལ་ཨག་པ་འོ་མ་ངམ་བུག་ནི་འོ་མ་ངམ་བཟང་ལ་ཨག་པ་འོ་མ་མུག་པའི་བུག་པ་ནི་འོ་མ་ངམ་བཟང་ལ་ཨག་པ་འོ་མ་ནི་ངམ་སུ་བ་གས་ནི་ཀང་མ་ནི་ནི་དང་ལེབ་ནི་དང་དང་དུང་དུང་ཀ་འཇིགས་པ་ག་ནང་ཀ་རང་སྟེ། ཀུ་ཤི་ཝ་ག་སེ་ནི་ཁོ་དང་བྱ་ནི་ཨོ་མ་རང་ཧང་དེ་དེ་ཤོན་བ་དོ་བོ་ཨོ་མ་རང་ཨོ་གེ་དེ་རན་ག་དོ་མོ་ཨོ་མ་རང་ཨོ་ད་ནལ་བ་དེ་འཇ་གུ་དོ་མོ་ཨོ་མ་རང་ཧང་དོ་དེ་གུབ་ག་དེ་ཨུན་ག་ནི་ཇང་ཧ་ཡ་ཡོང་ཁེ་སི་སི་ཨན་ག་དོ་མོ་མོ་དང་ནི་རྔམ་ཏྲ་དང་ནི་ཨུ་དོ་ཡོང་ཁེ་སི་སི་ག་ཐུང་ཧན་ནི་དང་ཆོ་ལ་ཀམ་རང་ཧམ་བ་ད་ལ་ཨུན་ད་པོ་ལྷ་ཚོ་ཁེ་པོ་ཁེ་ནི་རྔམ་བར་གེ་དོང་ད་བོའི་ཟེར་བང་རང་ཟར་བོའི་མར་བ་ཤར་བྷན་གང་ཐི་ལ་ད་ནི་ཨི་བི་རང་གེ་ནི་བོ་ཡོང་ཁེ་ལི་མི་ནི་ལ།

མཁྱེན་པ་དང་བརྩེ་བ་གཉིས་པ་བཅའ་འདི་ཀྱང་འཁོར་བ་གི་ག་ད་ནས་གྲོལ་ནས་སངས་རྒྱས་འགོག་པར་སྐལ་པའི་ག་གཉིས་པ་པོ་ནད་པ་ག་བཅའ། བྱ་ག་ད་ནི་དབང་རྩ་ག་བརྩེ་བ་ཟླ་བ་ཨ་ནི་སྣང་མེད་ག་ནི་ཐུགས་རྗེ་སྙིང་རྗེ་བོ་ནད་པ་ག་བཅའ། འོམ་བྱང་མཁན་པོ་སྣང་ཟློག་ནི་བོ་སྐྱིད་ནི་བོ་སྡུག་ནི་བོ་ཨུ་ཏྟ་རང་སྐྱེ་མཐའ་འདས་ནི་བོ་ཧང་ཟློག་རང་སྣང་ཟློག་ནི་བོ་ནད་པ་ག་ད་སྐྱབས་དང་མཆོད་པ་ནད་པ་མ་ཐོག་ཡིད་པའི་རང་མ་བཅའ། ནད་པ་རང་མཁྱེན་མེད་ན། བདག་ནི་གསང་ཆེན་གྱི་འོག་ངོ་བོ་ཕྲད་ནས་དགུ་མེད་ནས་གསོལ་བ་མེད་ལམ་ལེགས་པར་བཏབ་བཅུ་བ་ནས་མེད་ལམ་གསོལ་བ་ཁད་པོའི་ལེགས་པར་བཏབ་ཐ་འདི་གནས་ལ་འོ་ན་ག་རང་རེ་ན་ཧེ་རུ་ཀ་ཀ་ཐུགས་ཀར་ཀ་དང་ཐིམ་ནས་གནས་འོ་ནི་གིན་གསང་ཆེན་གོ་ཁང་ཀར་གྲོལ་བའི་རེ་བས་ད་གསུང་མ་བྱ། གནས་འོ་ནི་གིན་ནས་གསང་ཆེན་གོ་ཁང་ཀ་དུ་ནུབ་ཐ་འདི་གནས་ལ་གནས་འོ་ནི་གིན་ཨེ་བསྟན་པ་ཐམས་ཅད་ན་འཁོར་བ་ཀ་སྐྱེ་ལས་མ་སྐྱེས་ལ་འཁོར་བ་ཀ་མ་སྐྱེས་ཏེ་སྐྱེས་ལ་འཁོར་བ་ཀ་སྡུག་བསྔལ་འདའ་ཁ་གནས་པ་ཨེ་བས་ཀྱི་མ་ནོངས་པ་མེད་ནི།